བོད་སིལ་བུ་ཆགས་ནས་བོད་ཀྱི་སྟོབས་ཤུགས་བས་ཉམས་འདུག་པ། ས་དེ་འདྲ་ཡིན་དུས། ད་ལྟའི་གནས་སྐབས་ལ་ཆ་བཞག་ནས་ང་ཚོ་བོད་ཆོལ་ཁ་གསུམ་ཁ་བྲལ་ནས་སིལ་བུ་ཆགས་པ་ཡིན་ན་དེ་ང་ཚོ་གྱོང་རེད་པ། ས་དེ་འདྲ་ཡིན་དུས་ད། བོད་ཆོལ་ཁ་གསུམ་པོ་དེ། སྐྱིད་སྡུག་ལེགས་ཉེས་ཅི་བྱུང་ན་ཡང་ང་ཚོ་མཉམ་འདོར་ལ་ཡ་སྡོད་ཡག་དེ་དཔེ་གལ་ཆེན་པོ་རེད། ཆོས་སོང་བ། ཨོ། དེ་འདྲ་ཡིན་དུས། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ལ་ང་ཚོ་བསྡད་ཀྱི་ཡིན། རྒྱ་ནག་གི་རྩ་ཁྲིམས་ནང་ལ་བོད་རིགས་ཀྱི་ས་ཁུལ་ལ་ངོས་འཛིན་ཡོད་བསྡད་པའི་ས་གནས་དེ་ཉིད་དུ་ཚ་མོ་ལོག་ལ་ཐོབ་ཐང་གཅིག་པ་དགོས་ཀྱི་ཡོད། ཆོས་སོང་བ།

དེ་ང་ཚོ་བསམ་བློ་བཏང་ཡོད། ཤེས་སོང་ཨ། བོད་དུམ་བུ་ཆུང་ཆུང་ཅིག་རང་བཙན་ཡིན་ཟེར་ནས་ར་གེ་མ་རེ་ལ་ར་བ་ཡིན་ནས་ཞེ་རག་རླབས་ཆད་ཁེལ་མི་འདུག་ཨ། དེ་ལས་བོད་ཆོལ་ཁ་གསུམ་ཡོངས་རྫོགས་ལ་དེའི་དེ་ཨེ་ནི་མི་རིགས་རང་སྐྱོང་གི་པའི་ཐོབ་ཐང་ཆ་ཚང་ཞིག་གླེང་བྱས། དཔལ་འབྱོར་གྱི་ཐོག་ནས་རྒྱ་ནག་དངུལ་འབེལ་པོ་ཤོར་རེད་རྒྱ་ནག་གི་རོགས་བྱས་འཛུགས་སྐྲུན་བྱས། ཁྱེད་རང་ཚོ་ཁ་ཤས་བོད་ལ་འགྲོ་མཁན་དེ་འདྲ་ཡོད་ན་མཐོང་ཡོད་རེད་དེ་སྔ་ང་ཚོ་བོད་ཡུལ་འདི་ས་ནས་གྲོང་གསེབ་ཁུ་བྱུག་དེ་ཚོའི་གྲས་བོར་སྐབས། ལང་ཀ་ཡར་ཕྱིན་ཨེ་ནི་ཁང་པའི་མང་རུ་ཕྱིན་བྱས་ནས། ཡར་རྒྱས་འགྲོ་བདེ་གི་འདུག་བ། ད་དེ་འདྲ་ཡིན་དུས་དངོས་པོ་ཡར་རྒྱས་འགྲོ་ཡག་དེ་ཚོའི་ཐད་ལ་ང་ཚོ་དཔལ་འབྱོར་གི་ཐོག་ནས་དེ་རྒྱ་ནག་ཐོག་ཐོག་ནས་ང་ཚོ་ཚུར་རོགས་བྱེད་ཡག་གི་ཐོག་ནས་ང་ཚོར་ཁེ་ཕན་ཡོད་རེད། དེ་ནས་ང་ཚོའི་ཆོས་དང་རིག་གཞུང་ཐུན་མོང་མ་ཡིན་པ་ཡོད་འདོད་པ་དེ་ང་རང་ཚོ་སྲུང་སྐྱོབ་ཡག་པོ་ཅིག་བྱེད་ཐུབ་ན། ཨ་མདའ་ད་གིས་བཤད་པ་ནང་བཞིན་རེད་རྒྱ་ནག་ནང་ལ་ནང་པ་དེ་དེ་བོད་ཀྱི་ནང་ཆོས་ལ་ཚུར་བློ་བཏགས་གི་འདུག་བ།

སྔ་མོ་རྒྱ་ནག་གོང་མ་ཙི་ཀྲི་མང་པོ་ཨེ་ནི་བོད་ཀྱི་མིང་བླ་ཆེན་ཚོས་སློབ་མ་བྱས་བྱས་དེ་འདྲ་བྱུང་འདུག་ཨེ་ནི་མན་ཇུའི་རིགས་དེ་ཙི་ཀྲི་མང་པོ་ཅིག་བོད་ཀྱི་ནང་ཆོས་ལ་ཡ་ཞི་བོ་ཅིག་ག་མེད་བྱེད་ཀྱི་འདུག་ད་དེ་འདྲ་ཡིན་དུས་རྩ་ནས་མ་འོངས་པ་ལ་ཡིན་ནའི་ནང་པ་སངས་རྒྱས་པའི་ཆོས་སྤྱི་དང་ལྷག་པར་བོད་ལ་ཡོད་བསྡད་པའི་དཔལ་ནཱ་ལེནྡྲའི་པའི་ཆོས་ཚུལ་དངོས་གནས་ཚན་རིག་དང་མཐུན་པ་ཅིག་གི་གཟབ་བོ་ཆགས་ཡོད་བསྡད་པ་དེ་རྒྱ་ནག་ནང་ལ་ཁྱབ་ཡོད་ཡང་ཡང་ཏན་ཏན་ཡོང་གི་རེད། ས་དེ་འདྲ་ཡིན་དུས། འདི། ཐུན་མོང་གི་ཁེ་ཕན་རེད་འདུག་ག། ང་ཚོ་དཔལ་འབྱོར་ལོངས་སྤྱོད་ཡར་རྒྱས་འགྲོ་ཡ། དེ་ཚོའི་ཐོག་ལ་ཡ། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་བསྡད་ན་ང་ཚོ་དཔལ་འབྱོར་གྱི་ཐོག་ནས་ང་ཚོ་ཁེ་ཕན་ཏན་ཏན་ཡོད་རེད། ཆོས་དང་རིག་གཞུང་གི་ཐོག་ནས། ལྷག་པར་སངས་རྒྱས་པའི་ཆོས་ཀྱི་ཐོག་ནས། རྒྱ་ནག་མི་དམངས་དུང་ཕྱུར་བཅུ་གྲངས་བྱེད་འདོད་པ་འདི་དེ་ལ་ག་ཚོད་ཕར་ཕན་ཐོགས་བྱེད་ཐུབ་ཡ་གི། གོ་སྐབས་ཏན་ཏན་འདུག་ག།

དེ་བས་ག་འདྲའི་སྤིས་ཀ་བསམ་བློ་ཡར་སྔོག་ཞིག་བཏང་བར་ལས་སླ་པོ་མེད་པ། ཡུ་རོབ་ཀྱི་མཉམ་འབྲེལ་དེའི་དེའི་སྤྱི་པའི་ཁེ་ཕན་ལ་བསམ་བློ་བཏང་ནས་ཚུར་སོ་སོའི་སོ་པ་རེན་ཟེར་དེ་གཏོགས་གལ་ཆུང་བ་ལ་བརྩིས་སྤྱི་པའི་དོན་དག་དེ་གལ་ཆེ་ལ་བརྩིས་འགྲོ་བ། ས་དེ་འདྲ་ཡིན་དུས་འཛམ་བུ་གླིང་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད། ང་རང་ཚོས་ངས་སྐབས་རེ་ཡང་རྩེད་མོ་རྩེ་བཞིན་དུ་བཤད་ཀྱི་ཡོད་ད། ང་ཚོ་བོད་པ་དངུལ་ལ་དགའ་བོ་ཡོད་རེད་ད། ཁྱེད་རང་ཚོ་དེ་མང་པོ་ཅིག་སུད་སི་ལན་ཡོད་ཅིང་འདི་ཚོའི་གྲས་དེ་ཆོས་དོན་དུ་གཉེར་ནས་སུད་སི་ལན་ཡོང་བ་མར་བ། ཡུ་རོ། དངུལ་དགའ་པོ་ཆེ་ཆེ་ཡུ་རོབ་ལ་ཡོང་བར་བ། རེད་བ། ང་ཚོ་བོད་པ་དངུལ་དགའ་པོ་འདུག་བ། དེ་ཙམ་དངུལ་དགའ་པོ་ཡོད་ན། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་བསྡད་ནས་བོད་ནང་ལོག་ལ་ཡ། ཨེ་ནི། བས་དངུལ་འབད་འབད་ལྷུག་ལྷུག་ཅིག་བྱུང་བ་ཡིན་ན། དེ་ང་ཚོར་ཕན་ཀི་རུ། མར་བས། དངུལ་བོད་གཞིས་ཚང་ག་འདྲ་བྱས་སོ་སོ་ལག་པར་བ། ང་རང་ཚོས་རྒྱལ་མི་མཉམ་འདོར་ལ་བརྟེན་ནས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ལ་བརྟེན་ནས་དཔལ་འབྱོར་ཡར་རྒྱས་ཕྱིན་པ་བརྒྱུད་དེ་ང་རང་ཚོའི་ལུང་པའི་ནང་ལོགས་ལ་བླ་བྲང་བཙུགས་ཡ། འཕྲོད་བསྟེན་གྱི་ལས་ཀ་ཤུགས་བསྐྱབས་ཡ། གལ་ཆེ་ཤོས་ང་ཚོའི་བོད་ཡིག་བོད་སྐད་དེ་དང་བོད་རིགས་ཀྱི་ས་ཁུལ་ཡོངས་རྫོགས་ལོགས་ལ་དེ་སྔ་ཡིན་ནའི་བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ་བོད་ཡོངས་རྫོགས་ལོགས་ལ་ཁྱབ་བསྡད་ཡོད་རེད། ད་དེ་ཡིན་དེ་ང་ཚོ་སློབ་སྦྱོང་སྤྲད་ནས་ཤུགས་རྒྱབ་ཐུབ་ན། རིམ་པས་རིམ་པས་ཀྱིས་ནི་བོད་མི་རིགས་ལ་དུས་ཁྱད་དུ་འཕགས་པ་ཅིག་གི་ཤེས་ཡོན་ཡོད་པ། དཔལ་འབྱོར་གྱི་གནས་སྟངས་ཡག་པོ་ཡོད་སྡད་པ་དེ་འདྲ་ཞིག་བྱུང་པ་ཡིན་ན། ང་ཚོ་འདྲ་འདྲ་འདྲ་ནས་མེད་དྲག་ཅིག་ཆགས་ཐུབ་ཀྱི་རེད། ཤེས་སོང་ཨ། བྱས་ཙང་ད་ང་ཚོ་བསམ་བློ་རྒྱ་ཆེ་ས་དང། ཅིག་བསམ་བློ་གུ་ཡངས་པོ་ཅིག་བཏང་ནས་ནི་དངོས་ཡོད་གནས་ཚུལ་མཐུན་པ་ཞིག་འགྲོ་ཡག་དེ་གལ་ཆེན་པོ་རེད། ས་ཏེ་ངས་ད་ད་བསྡད་ད་ང་ད་ད་ད་ངས་ཆབ་སྲིད་ཀྱི་ལས་ཀ་བཞག་ཚར་རེད། སྤྱི་ལོ་གཅིག་སྟོང་ཉིས་སྟོང་གི་ལོ་ནས་ངས་ཆབ་སྲིད་ཀྱི་བཞག་ལས་ཀ་བཞག་པ་རེད། ཨེ་ལྷག་པར་དུ་ཉིས་སྟོང་བཅུ་གཅིག་ནས་ང་ཆབ་སྲིད་ཀྱི་ལས་འགན་གཙང་མ་ཁོ་ར་བཞག་པ་ཡིན། ད་ང་ཚོ་དམངས་གཙོའི་ཐོག་ནས་འོས་བསྡུ་བྱས་ནས་ཡ་ཀླད་པའི་དབུ་ཁྲིད་ཀྱི་ཐོག་ནས་འགན་འཁྱེར་གྱི་ཡོད་རེད། རྩ་དེ་འདི་ཡིན་དུས་ང་ཆབ་སྲིད་ཀྱི་ལས་ཀ་ཁག་གི་མེད། ཡིན་ནའི་ད་བོད་ཀྱི་ཆོས་དང་རིག་གཞུང་ཨེ་ནི་བོད་མི་རིགས་ཀྱི་སྙིང་སྟོབས་ཟིམ་ཡག་དེ་ད་ང་ཚོ་ཚང་མ་ལོག་ལས་འགན་རེད་པ། རྩ་དེ་འདི་ཡིན་དུས་གཅིག་དངོས་གནས་གཅིག་ང་ཚོ་གཞིས་ལུས་རྒྱ་ཆེའི་མི་མང་བཙན་བྱོལ་ལ་ཡོད་དེང་གི་མི་མང་ང་ཚོ་ཚང་མ་ལོག་དངོས་གནས་བོད་པ་ཡིན་བསམ་པའི་འདུ་ཤེས་ཀྱི་ཐོག་ནས་གཅིག་དངོས་གནས་ལྷག་བསམ་སྙིང་སྟོབས་འགྱོ་མེད་པ་བྱེད་ན་ཨ་ད་པོ་ཏོ་འདུག་བསྡད་པ་རེད། ད་དུང་ཡིན་ནའི་ཁྱེད་རང་ཚང་མ་ལོག་གི་སེམས་ཤུགས་སྐྱེད་བྱེད་ཧུར་ཐག་ཆགས་པ་རེད། ཡང་གནས་ཚུལ་ག་ཚོད་ཧུར་ཐག་དེ་ཡང་ཕྱོགས་གཅིག་ནས་བཤད་པ་ཡིན་ན། ངས་དེ་གི་ལབ་སོང་ཡ་ལྔ་བཅུ་ང་དགུའི་ལོ་ལ་ཡ་རྒྱ་མིས་དྲག་གནོན་བྱས་པའི་ཁ་ཐུག་ལ། ལོ་དྲུག་བཅུའི་རྗེས་ལ་བོད་པའི་གནས་ཚུལ་དེ་འདྲ་བྱུང་དགོས་རེད་བསམ་པ་ཕལ་ཆེར་ཡོད་མ་རེད། ང་ཚོའི་དེ་དུས་བསམ་བློ་ནང་ལ་ད། ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་པ་བཅུ་བདུན་གྱི་དགོངས་དག་ནུབ་གླིང་ནས་བོད་ཡུལ་དུ་བཙའ་ནས་མ་འོངས་པར་སྡེ་ཁུལ་སྲིད་འགུལ་བསམ་པ་ཕལ་ཆེའི་བློ་ཡུལ་ལ་ཡོད་མ་རེད། ཡིན་ནའི་ང་རང་ཚོའི་ལྷག་བསམ་དང་སྙིང་སྟོབས་ཨེ་ནི་བོད་མིའི་རྣམ་དཔྱོད། དེ་འདྲའི་གི་ཐོག་ནས་ང་ཚོ་ཚང་མས་ཧུར་སྐྱེད་རུ་བྱས་ཡོང་དུས་ད་རི་སྐལ་བཟའ། ང་ཚོ་བཙན་བྱོལ་ལ་ཡོད་དུས་བོད་པ་དེ་དེ་ཧྲག་ཏག་ཏག་རུ་ཞིག་བསྡད་ཀྱི་འདུག་བ། ཨེ་ཁྱང་སུ་དེ་ཡོད་རོ་ཡོད་རོ་བོད་པ་དེ་དེ་བོད་པའི་རིག་གཞིན་མ་ཐོ་ར་ཅིག་གི་བོད་པའི་སྐད་ཡིག་ཆོས་དང་རིག་གཞུང་ལ་དོ་སྣང་ཡོད་པ་ཅིག་འདུག་ཧྲ་ཏ་ཏ་ཞིག་དེ་གི་འདུག་བ་ཤེས་སོང་ང་ཚོ་བོད་པ་པའི་གྱོང་གུར་རེད་ཤག་ཅི་རང་ང་ཚོ་ད་བཙན་བྱོལ་ལ་ཆག་ནས་བཙན་བྱོལ་ལ་ཡོད་བསྡད་པ་དེ་དེ་དངོས་གནས་ཅིག་གི་སོ་སོ་རང་ཚུགས་ཟིན་བྱས་ཁུ་ཐག་པ་ཐག་ཞིག་འདུག་བསྡད་པ་རེད། ཨེ་ནི། ད་གང་ལྟར་འགྱུར་བ་མང་པོ་ཞིག་འགྲོ་བསྡད་ཀྱི་འདུག་ཀྱང་དེ་འདྲ་ཡིན་དུས། ད་དུང་ཡང་ཁྱེད་རང་ཚང་མ་ལ། སེམས་ཤུགས་མ་ཆག་པའི་ཆེད་ལྷག་བསམ་བསྐྱེད་ཤེས་སོང་ཨ། ཨེ་ནི། ད། གཉིས་སྨན་དབུ་མའི་ལམ་ཟེར་ཏེ་ངས་གསར་གཏོད་བྱས་པ་རེད་དེ་འདྲ་ཡིན་དུས་ཏིག་ངས་ལབ་ཡ་དེ། ད་འདི་ལྟར་སྲིད་སྐྱོང་ཆགས་ཆགས་ནས་དབུ་མའི་ལམ་ལ་མཐའ་གཅིག་ཏུ་ལངས་ཀ་དེ་འགྲོ་བསྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་རྩ་ནས། ད་ཁྱེད་རང་ཚོས། དེ་ངས་དབུ་མའི་ལམ་གྱི།

ལུག་ལ་མགོ་ཅོག་རེད་ཨེ་ནི་མི་རང། ཅིག་གིས། མོ་འདྲའི་འོག་དེ་བ་ལས་ཀ་རུ་བྱེད་བྱས། ཨེ་ནི་མོ་འདྲའི། འོག་དེ་ནས་མགོ་བརྡབ་རེད་ཨེ་ནི་ཁོ་ལུང་ལང་བྱས། མགོ་བརྡབ་རྒྱོ་རྒྱབ་བྱས། ཏང། ཏང་སེང་མགོ་བརྡབ་རྒྱོ་རྒྱབ་བྱས་ས་ང་ཚོ་བའི་རང་བཙན་སེམས་ཤུགས་ཞིབ་ཅིག་གིས་ཨེ་ནི་དཀའ་ངལ་ཐེབས་པའི་ཁ་ཐུག་ལ་ལུང་ལང། ཨེ་ནི་འདི་འདྲ་བྱས་ཨ་ཀི་ཉེན་ཁ་ཡོད་རེད་ཤེས་སོང་ཨ། ད་ང་ཚོ་མིའི་རྣམ་དཔྱོད་བྱས་ཏེ་ད་རང་ཞོགས་ཁས་པས་ན་སངས་རྒྱས་པའི་ཆོས་ལབ་དུས་ཟེར་ནས་ཁོ་རང་གོམ་པ་རིམ་འགྲོས་བྱས་ནས་འགྲོ་དགོས་ཀི་འདུག་ཨ། རེད་པ། ནམ་སང་ད་ག་ཅིག་ཕི་གེ་སེམས་ཤུགས་ཡིན་མདོག་མདོག་བྱེད་བྱེད་ཅིག་ཨུ་ཚུགས་རྒྱབ་ནི་ཡོང་དུས་ཡང་ཡོང་མ་རོགས་ཁོ་ར། ཐབས་དང་ཤེས་རབ་སེ་ཟུང་འདྲིས་ལྷག་ནས་འདུག་ཟེར་ནས་འགྲོ་ག་རེད་པ།

ང་ཚོ་བོད་མི་རིགས་རིག་གཞུང་དང་བཅས་པ་གཅིག་དངོས་གནས་གཅིག་པའི་ཤུལ་མིང་འགྲོ་ཡག་གི་ཉེན་ཁར་བ་དེ་འདྲའི་གཅིག་ལ་སླེབས་བསྡད་ཡག་རྒྱ་མི་སང་ལོ་སྦུག་སུག་དོག་པོ་འཛུལ་འཕྲལ་གྱི་བོད་ཀྱི་དམིགས་བསལ་གྱི་གཅིག་ཁྱད་ཤོར་བ་ཡོད་པ་ཡིན་ཏེ་བོད་ནག་སུག་གཏོང་ཡག་གི་འབད་རྩོལ་རིམ་པ་བྱས་པ་རེད་རེད་དེ་ཕམ་ཉེས་ཆེན་པོ་རེད། བོད་ཀྱི་ཆོས་དང་རིག་གཞུང་བོད་མི་རིགས་ཀྱི་བསྟན་དོན་འཛམ་བུ་གླིང་འདི་གང་ལ་ལོ་རེ་ནས་ལོ་རེ་གསལ་དུ་གསལ་དུ་འགྲོ་བསྡད་ཡ་ཇི་ལྟར་བོད་པ་ཤ་ཚ་བྱེད་མཁན་དང་རྒྱབ་སྐྱོར་བྱེད་མཁན་མང་དུ་མང་དུ་འགྲོ་བསྡད་ཀྱི་འདུག་ག་ཆ་དེ་འདྲ་ཡིན་དུས། རྒྱ་ནག་ཚོགས་འདུ་གཅིག་སར་དེ་འདྲ་ལབ་པའི་སྐད་ཆ་འདུག།

ས་དེ་དེ་ཡིན། དེ་ང་ཚོ་བདེན་པའི་ནུས་པར་བ། བདེན་པའི་ནུས་པར་བལྟ། ང་ཚོས་དྲག་སྤྱོད་པའི་སོ་རོ། དེ་འདྲ་ང་ཚོ་བྱེད་ཀྱི་ཡོད་མ་རེད། བསམ་པ་རྣམ་དག་རྒྱ་མི་རིགས་ལ་གྲོགས་པོ་འདུ་ཤེས་བྱ། སྙིང་ཉེ་པོ་བྱེད། དེ་མ་གཏོགས་རྒྱ་མི་སླེབས་དུས་ང་ཚོ་དགྲ་རེད་ཟེར་ནས་འཁོན་འཛིན་བྱེད་ཡ་སོ་རོ་བྱས་ན། རྒྱ་མི་རིགས་དགྲ་བཟོས་པ་དང་རྒྱ་མི་རིགས་གཉེན་དུ་བཀུག་པ་བྱས་ན་གཉེན་དུ་བཀུག་པ་དེ་གལ་ཆེ་གི་རེད། ཁེ་ཕན་ཆེ་གི་རེད། ཤེས་སོང་ཨ། ཚེ་ཐང་ད་ང་ཚོས་ད་ལམ་ཕྱོགས་རུ་འདུག་ཟོས་ཞེས་པ་དེ་གིས་ད་རྒྱ་མི་རིགས་ཉམས་རྟོགས་ལ་ང་ཚོ་ལག་པ་བཏང་ཆོག་ཆོག་ཅིག་ཆགས་བསྡད་ཡོད་རེད། ལུས་གཞིས་ངས་དེ་ད་རྒྱབ་སྐྱོར་ཚོགས་པ་ཚོས་ཚོགས་འདུ་ཚོགས་ཅིག་ས་ལ་ཡ་དེ་ཡོད་རོགས་དོགས་ཞིག་ལ་ཡིན། ཞེས་ངས་དུས་ལབ་ཡིན། ང་ཚོ་ལག་པ་གཉིས་ཡོད་རེད། ལག་པ་གཅིག་དེ་ང་ཚོ་རྒྱབ་སྐྱོར་བྱེད་མཁན་ཁྱེད་རང་ཚོ་ལག་པ་བཏང་གི་ཡོད། ལག་པ་གཅིག་དེ་ཇེ་ཐང་ལ་བཏང་གི་ཡོད།

དེ་མིན་ཡང་ད་ཚིག་ཅི་ཡོད་རེད་དངོས་ཐོག་བདེན་རྫུན་གསལ་བྱེད་དངོས་ཡོད་གནས་ཚུལ་མཐུན་པ་ཞིག་གང་སྒྲོག་རེད་མ་གཏོགས་དངོས་ཡོད་གནས་ཚུལ་དང་མ་འཚམས་པ་གཅིག་གིས་སོ་སོ་གཉིད་ལམ་བཏང་ཤེས་པ་སོར་གཅིག་གིས་ཅིག་བྱེད་ཀྱི་གཏན་ནས་ཕན་ཐོག་ཡོད་མ་རེད། ཨང་གཞན་དག་ཡིན། བཀྲ་ཤིས་བདེ་ལེགས།